ལེ་ཚན་སྔོན་མའི་ནང་བོད་ལྗོངས་ཤིན་ཚོང་ཚལ་རིགས་གོང་གི་ཞིབ་འཇུག་པ་གུ་གེ་ཚེ་རིག་རྒྱལ་པོ་ལགས་ཀྱིས་ང་ཚོ་ལ། ཞང་ཐུང་འབྲོག་པ་ལ་མེད་དུ་མི་རུང་བའི་སྒོ་ཤུགས་ནི་རྟ་དང་གཡག་རྭ་དང་ལུག་ཡིན་ན་ཡང། གྲེ་མོང་དང་ཡང་འབྲེལ་བ་ཆེ་བས་ཕན་ཚུན་ངོ་མཚར་གྱི་སྟངས་རྒྱུད་མང་པོ་བྱུང་ཡོད། གཞན་ཡང་མི་རྟ་ཁྱི་སུ་གནམ་ཤིང་བཅས་ཀྱིས་ཁྱི་དང་རྟ་ལ་བརྩེ་དུང་ཆེ་བའི་སྐོར་མཆན་འཕྲིན་གནང་ཡོད། འོ་ན་ཞང་ཐུང་འབྲོག་པའི་ཚོང་གཉེར་གྱི་རིག་གནས་དེ་ཅི་འདྲ་ཡིན་རྒྱུ་རེད་ཟེར་ན་ཐེངས་འདིའི་མཆན་འཕྲོ་སྒྲོལ་མའི་ལེ་ཚན་དུ། བོད་ལྗོངས་ཤིང་ཚོང་ཚལ་རིགས་གོང་གི་ཞིང་ཆུ་པབོད་ཁའི་ཚལ་རིགས་རྒྱ་བོད་ལགས་ཀྱིས་ང་ཚོ་ལ། ཞང་ཐུང་འབྲོག་པའི་ཚོང་གཉེར་རིག་གནས་ཀྱི་སྐོར་མཆན་འབྲི་གནང་རྒྱུ་ཡིན་པས་ཁྱེད་ཀྱིས་གཟིགས་པར་དགའ་བསུ་ཞུ། གཟིགས་མོ་ལྷན་རྒྱས་བཀྲ་ཤིས་བདེ་ལེགས། དེ་རིང་ངས་ཨ་ནེ་བོད་ཀྱི་ས་གནས་རིག་གནས་ཀྱི་ཆེད་འཕྲིན་ལས་ཚན་ལྔ་རིག་རིག་གནས་ཀྱི་ནང་ཚན་འབྲོག་པའི་ཚོང་ལས་རིག་གནས་སྐོར་ཞུ་གི་ཡིན། ཁ་རག་ཟེར་ན་ཚོང་ལས་ཟེར་ཡ་དེ་སྤྱི་བཏང་བྱས་ན་ཚོང་རྒྱག་ཡ་དང་དུ་ཚོགས་ཁ་རག་ཟེར་ན་ཁོ་ཁེ་བཟང་གི་ལས་ཀ་ཡིན་ཙང་ཨ་ནེ་འབྲོག་པའི་དེ་སྡིག་གི་འདུ་ཤེས་དེ་ཤུགས་ཆེན་པོ་ཡོད་མ་རེད་ཁ་རག་ཟེར་ན་ཁོ་ཁེ་བཟང་ཟེར་ཡ་དང་མི་ལས་ཅིག་མགོ་སྐོར་བཏང་ཡ་དང་དེ་འདྲས་ཅིག་རེད་བསམ་གྱི་ཨ་ནེ་དེ་འདུ་ཤེས་དེ་སྤྱི་བཏང་བྱས་ན་ཤུགས་ཆེན་པོ་ཡོད་མ་རེད་ལ་ཨ་ནེ་འབྲོག་པ་ལ་ཨ་ནེ་བྱང་ཐང་འབྲོག་པའི་འབྲོག་པ་ཚང་མ་མི་གང་ག་ལོག་འདྲ་མཉམ་དང་མི་གང་ལོག་མཉམ་པོ་གཅིག་མཉམ་པར་རོ། མི་གཅིག་སྐྱོ་པོ་ཡིན་ནི་འདྲ། གཅིག་ཕྱུག་པོ་རྒྱུ་ཕྱུག་པོ་ཕྱུག་པོ་ཡི་ཁག་གཅིག་ཕྱུག་པོར་རོ། ཕྱུག་པོ་དང་སྐྱོ་པོ་གི་པ་རག་གི་དེ་འདྲས་ཀྱི་གཅིག། ལྟ་བ་དེ་ཤུགས་ཆེན་པོ་ཡོད་མ་རེད་ག་རེ་ཟེར་ན་ཚོང་པ་ཟས་དེ་ཆེ་བས་ན་ཁག་གཅིག་ཕྱུག་པོ་ཆགས་སྲིད་ཀྱི་རེད་ཁག་གཅིག་སྐྱོ་པོ་ཆགས་སྲིད་ཀྱི་རེད་བ་ཨ་འབྲོག་པ་ལ་དེ་འདྲས་ཀྱི་ལྟ་བ་དེ་ཤུགས་ཆེན་པོ་ཡོད་མ་རེད་མི་གང་ལོག་འདྲ་མཉམ་ཡིན་པ་དང་མི་གང་ལོག་གཅིག་པ་ཡིན་པ་ཁག་གཅིག་ལ་གོ་ས་དང་ཡོད་པ་དང་དཔོན་པོ་ཡིན་པ་ཁག་གཅིག་དཀྱུས་མ་ཡིན་པ་དེ་འདྲས་ཀྱི་ལྟ་བ་ཡང་ཤུགས་ཆེན་པོ་ཡོད་མ་རེད་གོ་ག་རེ་ཟེར་ན་མི་ཚང་མ་གཅིག་པ་ཡིན་པའི་འདུ་ཤེས་དེ།

ཤུགས་ཆུང་ཆུང་ཡིན་པའི་ད་ལྟའི་བསྡད་ཡོད་རེད་ད་ལྟའི་འདི་འདྲའི་འབྲོག་པ་ངོ་ཆོག་ལ་ད་ང་རིག་བྱང་དང་འབྲོག་པ་དེ་དངོས་འབྲེལ་བསམ་བློ་དེ་གཙང་མ་ཅིག་བསམ་བློ་འདྲ་མཉམ་ཡིན་པ་དང་མི་ལ་ཅིག་ཕན་སེམས་དང་ཅིག་བྱེད་ཡ་ལས་གནོད་སེམས་མེད་པ་དེ་འདྲའི་གི་ཅིག་བསམ་བློ་དྭངས་མ་དང་གཙང་མ་ཡིན་པ་དེ་ཧ་ཅང་གི་ཅིག་གལ་ཆེན་པོ་ཡིན་པ་དང་དེ་འདི་ཡིན་ན་ག་རེ་ཟེར་ན་ཤུགས་ཆེན་པོ་ཞེ་དྲག་ཡོད་རེད་དེ་ག་རེ་ཟེར་ན། ཚོང་དོན་དང་གཅིག་འབྲེལ་བ་ཡོད་པ་དག་གོ་ཚོང་དོན་གྱི་གཅིག་བྱས་པས་ན་ཨ་ཁེ་བཟང་ཟ་ཡ་དང་གཅིག་གཅིག་ང་གཅིག་ཕྱུག་པོ་ཆགས་ཡ་དང་ང་རྫིག་པོ་ཆགས་ཡ་དང་ཨ་ནི་ཁོ་གཅིག་སྐྱོ་བོ་ཆགས་པས་ནས་གང་ལྟར་ང་རང་གཅིག་ཆགས་པས་ནས་ཨ་ནི་ཁོ་སྒེར་སེམས་དེ་ཤུགས་ཆེན་པོ་ཞིབ་ཅིག་ཡོང་གི་བར་བ་དེ་ཡིན་དུས་ཨ་ན་འདི་ལ་གཅིག་དོ་སྣང་ཤུགས་ཆེན་པོ་ཞེ་དྲག་ཅིག་ཡོད་མ་རེད་ད་རེད་དེ་ཨ་ནི་ག་རེ་ཟེར་ན་ད་ང་ང་མོས་ཨ་ནི་གཅིག་ཚོང་རྒྱག་ཡ་དེ་ག་རེ་ཟེར་ན་ད་མང་ཆེ་དེ་གཅིག་བསྟན་ཡག་དང་ག་བ་བསྟན་དགའ་བར་ཚ་ནི་གཅིག་དེ་ཚྭ་རེད་བྱང་གི་ཚྭ། བྱང་ཚྭ་ཁ་ནོར་བུའི་བང་མཛོད་ཡིན། བྱང་ཚྭ་ཁ་དེ་ནོར་བུ་གི་བང་མཛོད་ནང་ཞིག་རེད་ཟེར་ཡོད་རོགས་བྱང་ཚྭ་ཁ་ནོར་བུའི་བང་མཛོད་ཡིན་བསྙབ་ཐུབ་ན་ལག་པ་སུ་རིང་ཟེར་ད་སུས་དཀའ་ལས་རྒྱབ་ཐུབ་ནས་སུས་ཀླད་ནད་འདྲི་ཡོད་རེད་ཟེར་བྱང་ཚྭ་ཁ་ཟེར་ཚྭ་དེ་བྱང་གི་ཚྭ་དེ་ཁེ་ཨ་ནི་ག་རེ་ཟོ་ལྷོ་ལ་ཕྱིན་ཅིང་ལྷོ་མོན་གྱི་འབྲུ་དང་ཨ་ནི་ཟ་རིགས་སྣ་ཚོགས་ལ་བྱེད་པོ་རྒྱ་ཡ་དེ་འདྲས་ཅིག

རས་ཡི་ཁུ་ལུ། རས་ཡི་ཁུ་ལུ་དེ་དང་མངའ་རིས་ཀྱི་རས་ཡི་ཁུ་ལུ་དེ་འཛམ་བུ་གླིང་ན་ཨང་དང་པོ་ཡིན་ཟེར་ཡོད་རེད། ག་རེད་ཟེར་ན་ད་ནངས་ང་ཚོ་འཛམ་བུ་གླིང་ལ་སྐད་གྲགས་ཡོད་པའི་ཁཱེཤ་མིར་ཟེར་ཡག་ཅིག་རོ། ཁཱེཤ་མིར་ཟེར་ཡག་ཅིག་གྱོན་ཆས་ཡིན་རེད་བ། ཅིག་བར་ལེན་ཁཱེཤ་མིར་ཟེར་ཡག་དེ་འཛམ་བུ་གླིང་ལ་སྐད་གྲགས་ཡོད་པ། ཨ་ནི་ཅིག་སྐྱེས་པ་དང་བུད་མེད་ཀྱི་ཅིག་ཁཱེ་ཏྲི་དེ་ཁཱེཤ་མིར་རེད་ཟེར་དུས་ཨ་ནི་ཧ་ཅང་གི་ཅིག་སྤོབས་པ་བྱེད་དགོས་པ་དང་ཅིག་སྤུས་ཚད་ཨང་དང་པོ་ཡིན་པ་དེ་འདྲ་ཞིག་བརྩིས་ཡོད་རེད་བ། ཁཱེཤ་མིར་ཟེར་ཡག་དེ་ག་རེ་ཟེར་ན་ཁཱེཤ་མི་ཡག་གི་རེད་བ། ཁཱེཤ་མི་ཡག་གི་རེད།

ཁོག་པ་དེ་སྟོང་པ་ཡིན་པ་དེ་འདྲས་ཅིག་རེད་བ། དེ་འདྲས་ཡིན་པའི་དེ་དུས་ཨ་ནི་ཁོ་དམིགས་བསལ་གྱི་ཁྱད་ཆོས་ཡོད་རེད་ལ། ཨ་ནི་ཁོ་གར་ཟེར་ན་འཛམ་བུ་གླིང་ལ་སྐད་གྲགས་ཆགས་ཡ་དེ་ངའི་རིགས་ཀྱི་སྟག་ཁ་ཅིག་གིས་གར་ཟེར་ན་གསེར་བཙོ་མ་ཟེར་ཡོད་རེད་བ་དེ་ནང་བཞིན་གྱི་དགོངས་ཆེན་པོ་ཡིན་པ་ཨ་ཡག་པོ་ཞེ་དྲག་ཡོད་རེད་ད་དུང་ཚུལ་གང་གི་ལོག་ཨ་ནི་ཚོང་རྒྱ་ཡག་གི་ཅིག་གལ་ཆེ་ཤོས་ཅིག་རེད་ད་ཚོང་པ་དེ་ག་ར་ཟེར་ན་འགྲོ་ས་དེ་ག་བ་འགྲོ་གི་བ་རེད་ཟེར་ན་ཨ་སེམས་ཅན་གྱི་སྤུ་བལ་གྱི་རིགས་ཡིན་ནའི་འདྲ་ཚ་ཚོང་ཡིན་ནའི་འདྲ་ཨ་ནི་དེ་དེ་རྒྱ་གང་གི་ལོག་འགྲོ་ས་དེ་ག་ར་ཟེར་ན་སྤྱིར་བཏང་བྱས་ན་ཀཱ་ཤི་མེར་ལ་འབྲུག་གོ་བ་རེད། ལ་དྭགས་སྔོ་ལྗོངས་ལ་འབྲུག་གོ་བ་རེད། ཁུ་ནུ་ལུང་པ་ལ་འབྲུག་གོ་བ་རེད། ཨ་ནེ་ཀཱར་ཤ་སེ་ཡ་ཇོ་རེད་དུང་ཆུ་ལའི་འབྲུག་གོ་བ་རེད། ཨ་ནེ་ཀཱར་ཟེར་ན་ཐ་ན་རྒྱ་གར་གྱི་ས་ཆ་མང་པོ་ཅིག་ལ་དེ་སྐད་ག་ང་རུ་གཏང་གི་བ་རེད།
གོང་དུ་དབུ་བཞུགས་དུ་དཔོན་ཡོངས་ཅི་ཡིན་ན་ཡང་གཞུང་ཐུང་འགྲོ་པའི་འདུ་ཤེས་ལ་མི་ཕན་ཚུལ་འདྲ་མཉམ་གྱི་ལྟ་བ་ཤུགས་ཆེན་པོ་ཡོད་པ་དང། མི་གཞན་ལ་ཕན་སེམས་སྐྱོང་བ་ལས་གནོད་སེམས་མེད་པ། གཞན་ཡང་རང་ཁེ་གཞན་ཕོག་གྱི་ཚོང་གཉེར་གྱི་ལྟ་བ་ཤུགས་ཆུང་བ་དང། འོན་ཀྱང་གཞུང་ཐུང་འབྲོག་པའི་བྱང་ཚ་ལྷོ་ལ་འདྲེན་པ་དང་གཞུང་ཐུང་འབྲོག་ཁུལ་གྱི་ཆེས་མཐོའི་ཁུ་ལུ་དང་རྩིད་པ་སོགས་ཕྱིར་འཚོང་བྱ་རྒྱུ་དེ་ལོ་རྒྱུས་ཧ་ཅང་ཡུན་རིང་བའི་སྐོར་གསུངས་ཡོད། འོ་ན་གཞུང་ཐུང་འབྲོག་པའི་ཁུ་ལུ་སོགས་ཆེས་མཐོའི་གཞན་དག་ས་ཆ་གཞན་དུ་འཚོང་དོན་དེ་ཅི་འདྲ་ཡིན་རྒྱུ་རེད་ཟེར་ན།

དམིགས་ཡུལ་ཁྱོན་ནས་མེད་པའི་མི་བཙལ་ཅིག་ཚོང་ཁྱོན་ནས་རྒྱལ་པོ་བ་མ་རེད་ཨ་ནེ་ཁོང་ཚོ་ག་རེ་ཟེར་ན་ད་ཚོང་ཤག་ནང་སླེབས་ཡིན་ན་ཨ་ནེ་དེ་བྱེད་ཀྱི་རེད་ག་རེ་ཟེར་ན་ཨ་ནེ་ཁོ་རང་ཚོས་ད་རོང་པ་འདི་བསྐྱེད་པས་ན་ཆ་བཞག་ན་ཁུ་ནུ་ཡིན་ནའི་འདྲ་གར་ཤ་ཡིན་ནའི་འདྲ་ལ་རག་ཡིན་ནའི་འདྲ་འདི་བརྒྱད་ཡག་ཡོང་རྗེས་ཨ་ནེ་ཚོང་བསྐྱེད་དུས་ཁོ་ག་རེ་ཟེར་ན་འབྲོག་པའི་སོ་སོའི་གཅིག་གནས་ཚང་ཡིན་པས་འདི་ནང་ལོགས་ལ་ཚོང་ཤག་གི་ནང་ལོགས་ལ་བསྡད་རྗེས་སྐབས་དེ་དུས་ཨ་ནེ་གཡག་དེ་ཁོ་མང་ཆགས་ད་གཡག་ཡོང་དུས་ལེ་ན་ཡིན་ནའི་འདྲ་ལེ་ན་ཟེར་ན་ར་གུའི་ར་བ་ཨ་ནེ་བས་ནས་འདྲ་ཨ་ནེ་གཡག་གི་ཁུག་ལུ་དང་ག་རེ་འདུག་ག་ཡོང་བས་ནས་ཁོ་གཡག་ག་ཡོང་བྱས་དེ་ཡི་ཟླ་བ་གཅིག་གཉིས་དེ་ནང་ལོག་ལ་ཨེ་འབྲོག་པ་དེ་སྐྱིབས་ཤང་རེད་ག་རེ་བཟོ་ན་ཁོ་ལུག་ལུག་དེ་འཚོ་བ་འགྲོ་གི་མ་རེད་ཁོ་རང་ཚོ་འཚོ་ག་འགྲོ་འཚོ་བ་འགྲོ་གི་འོག་རེད་རོང་པ་དེ་སྐྱེ་ག་ང་ལོག་གི་ལ་ར་ལ་ར་འགྲོ་གི་རེད་ཨ་ནེ་གར་བཞག་ན་གར་བཞག་འགྲོ་གི་རེད་ཁུག་ལུ་ན་ཁུག་ལུ་ཁོ་རང་ཚོ་རི་སྒང་ལ་སེམས་ཅན་འཚོ་ག་བྱས་ཨ་ནེ་མ་བབས་ཨ་ནེ་ག་རེ་བཟོ་ན་ལེན་ན་ཟེར་ན་ད་ར་གུ་དེ་གླེན་དགོས་ར་བ་གླེན་ཡག་དང་ཨ་ནེ་བས་དེ་ཚོ་ག་ལ་གྲག་དགོས་ར་བ་དུ་འཛུགས་དྲ་ཡག་དང་ཨ་ནི་ཁུ་ལུ་དུ་འཛུགས་གང་ག་ལོག་འཐེན་དགོ་རེད་ལེན་དགོ་རེད་དུ་འཛུགས་ཆ་ཚང་ཁོང་ཚོས་བྱེད་ཁོང་ཚོ་ལས་ཀ་དང་ཁུལ་བདག་པོ་ཡག་པོ་ཞི་བོ་ཡོག་རེད་འཕྲོག་བརླག་ཁྱོན་ནས་འགྲོ་གོ་བ་མ་རེད་ཆ་ཚང་ཁོ་རང་ཚོ་བྱེད་འགྲོ་གོ་བ་རེད་དེ་འབྲོག་པས་ཁྱོན་ནས་ལས་ཀ་བྱེད་བ་མ་རེད་ཨ་ནི་ག་རེད་ཟེར་ན་ད་ད་ལོ་ཨ་ནི་ཅིག་སྤུ་བལ་དང་དེ་འདྲས་གེ་ཚིག་ཅིག་མེད་པ་དང་ཉུང་ཉུང་ཡིན་པས་ན་ཨ་ནི་ཁོས་ལྕགས་ལག་དེ་བཞག་བཞག་དུད་ཚང་ཨ་ནི་ཤོག་ཟེར་ན་དུད་ཚང་ཡོང་དུས་ཨ་ནི་སྤྲད་ན་འགྲིག་རེད་ལབ་ནས་འགྲིག་གོ་བ་རེད་གོ་ག་རེད་ཟེར་ན་ཨ་ནི་ད་ལོ་ང་སྤྲད་ཡ་མི་འདུག་ཨ་ནི་ད་རེད་ད་ལོ་ཨ་ནི་རང་གིས་ད་ཁྱེད་རང

ཨ་ནི་སྤུ་བའི་དོན་དུ་ག་ཚོད་སྒུག་གི་ནི་ངས་སྤྲད་གི་ཡིན་ཟེར་ན་ཨ་ཞལ་རྒྱང་ཞག་རེ་མ་ནི་ཁོ་དོགས་པ་དང་གཅིག་ཞེད་སྣང་དང་དེ་འདྲས་ཁྱོན་ནས་ཡོག་མ་རེད་དེ་པ་རག་ལ་ཁ་རག་ཟེར་ན་འབྲེལ་བ་དེ་ཤུགས་ཆེན་པོ་ཞིབ་ཀྱི་ཡོག་རེད་ཁོ་ངོ་ཤེས་ཟེར་ནས་འདྲ་ཚོང་བཞག་ཟེར་ནས་འདྲ་མི་རབས་ནས་མི་རབས་བྱས་ཀྱི་ཚོང་ད་ག་རང་ལས་མི་ཚང་ད་ག་རང་ལས་བསྡད་དགོས་ཡོག་རེད་མ་དེ་ཨ་ནི་ཁོ་ག་རེ་ཟེར་ན་གཅིག་ད་དབུས་གཙང་ངོས་ནས་བཤད་པས་ན་ད་ད་ག་རེ་ཟེར་ན་སྐྱིད་སྡུག་ཟེར་ཡག་ཏུ་ཨོ་ད་དེ་ཚོང་གི་སྐྱིད་སྡུག་དེ་འདྲ་བོ་རེད་སྐྱིད་སྡུག་ཟེར་ཡ་དེ་འདྲ་བོ་རེད་ཁོ་ཁ་རེ་ཟ་ན་ཁོའི་པ་རག་དེ་ལ་རྒྱུན་བུ་ཞིག་རེད་པ་རག་དེ་ལ་རྒྱུན་ད་ང་གཉིས་པ་རག་གི་མི་ཚང་དེ་གཉིས་ད་ད་རིག་ནས་ཚོང་ཤེས་ཚོང་ཤ་ཟེར་ནས་འདྲ་ངོ་བཞེས་བྱེད་པ་ཡིན་ན་ཨ་ནི་རྒྱུན་ཆེ་གཡག་གི་ཅིག་གི་ཀོ་བ་གི་རྒྱུན་བུ་རིང་བོ་ཅིག་ཡོད་རེད་ད་དེ་ག་རེ་ཟ་ན་ད་ང་ཚོ་ཆུང་ཆུང་ག་ལ་ང་ཚོ་ཕ་མས་དེ་འདྲས་བལྟས་མྱོང་ཡོད་དེ་མིག་བལྟས་མྱོང་ཡོད་ག་རེ་ཟ་ན་རྒྱུན་བུ་རིང་བོ་ཅིག་འདུག་རྒྱུན་བུ་རིང་བོ་དེ་ག་རེ་རེད་ཟེར་ན་ད་འདི་ཚོང་རྒྱག་ཡ་ལ་གལ་ཆེན་པོ་མེད་དུ་མ་རུང་བ་ཅིག་རེད་ཟེར་ད་རྒྱུན་བུ་དེ་གལ་ཆེན་པོ་ཞེ་བོ་ཅིག་རེད་ཟེར་ཡོད་རེད་རྒྱུན་བུ་དེ་ག་རེ་རེད་ཟེར་ན་ཁོ་ག་རེ་ཟ་ན

འགྲོགས་པ་དང་ཅིག་ཚགས་དང་དེ་འདྲ་ཁད་ཅིང་མ་རོངས་ལ་ཆེན་བྱེད་དུས་ཨ་རོངས་པ་དང་ཅིག་ནང་དུ་ངོ་ཤེས་ཚ་ལ་ཆེན་བྱེད་དུས་ཡང་ཏག་ཏག་མ་བསྡད་པ་དང་དེ་འདྲས་ཡོང་སྲིད་གི་རེད་འདི་ཡོང་དུས་ཨ་ནི་ཁོ་གར་བྱེད་ཟེར་ན་ཨ་རོངས་པ་འདི་བྱེད་གི་ད་ད་དེ་འདྲས་བྱེད་པས་ན་ཨ་ནི་ང་གཉིས་ད་ཏག་ཏག་བསྡད་གི་མ་རེད་ཨ་ནི་ད་ཚོང་པ་དེ་གས་ཆ་ཚང་སྐད་དང་ཡུལ་གྱི་མི་དེ་ཚོ་སྐད་དང་ཡུལ་གྱི་དཔོན་པོ་དེ་སྐད་བཏང། ཨ་ནི་མཉམ་པོ་ལ་བསྡད་ཅིང་ཨ་ང་གཉིས་རྒྱུན་བུ་དེ་གཅད་ཀྱི་ཡིན་ད། རྒྱུན་བུ་དེ་གཅད་བཤད་ཀྱི་ཡིན་ད། ཨ་རྒྱུན་བུ་དེ་གཅད་དེ་ག་ར་ཟེར་ན་ཁོ་རང་གི་ཚོང་ཤག་ཡིན་ནའི་འདྲ་ངོ་ཤེས་ཡིན་ནའི་འདྲ་ཁོའི་སྒོ་དེ་ཡར་བ། སྒོའི་གནས་འཇགས་དེ་ལ་བཏགས། གཅིག་དེ་ཁོའི་སྐེད་པ་ལ་བཏགས། གནས་གཅིག་དེ་སྒོའི་གནས་འཇགས་ལ་བཏགས། གནས་གཅིག་དེ་ཁོའི་སྐེད་པ་ལ་བཏགས་སྐེད་པའི་སྐེད་རགས་ལ་བཏགས་ཅིང་ཨ་ནི་མི་འདི་སྐད་མཐོང་ས་ལ་བསྐྱིལ་ལ་ཨ་ནི་ད་བཅད་ཀྱི་ཡིན་ད་ཨོ་ཨ་ནི་གལ་སྲིད་བཅད་པ་ཡིན་ན་ཨ་ནི་ཉི་མ་འདི་ནས་བཟུང་བཅད་ཨ་ནི་ཚོང་གི་དེ

ཚོང་དེ་དེ་འདྲས་བྱེད་ཅེས་ཚོང་རྒྱག་གི་ཡོད་རེད་བ། ཕར་ཚུར་ཡིག་ཆས་བྱེད་ཅེས་ཚོང་རྒྱབ་ཅེས། ཨ་ནི་ངོ་ཤེས་དང་ངོ་ཤེས་བྱེད་ཅེས་ངོ་ཤེས་དེ་མི་རབས་མང་པོས་ངོ་ཤེས་ཚོང་རྒྱབ། ཨ་ནི། ཚོང་ཤ་ཨེ་ནི་འདྲ་ཁ་རི་ཨེ་ནི་འདྲ། མི་རབས་དེ་མི་རབས་བྱེད་ཅེས་ཚོང་གཅིག་རང་རྒྱག་གི་རེད་མ་འདི་ག་ས་ག་ལ་ད་རི་དེ་རུ་རྒྱབ་ད་ལོ་དེ་རུ་རྒྱབ་སང་ཉིན་དེ་རུ་རྒྱབ། ཕ་ཡི་སྐབས་ལ་མི་མི་ཚང་དེ་ཉམས་པ་ཚོང་རྒྱབ་བུ་ཡི་སྐབས་ལ་མི་ཚང་གཞན་དག་བྱས་ལ་ཚོང་རྒྱབ། དེ་འདྲ་ཁྱོད་ནི་བྱེད་གི་མ་རེད་ཁོ་ཕ་ཚ་བུ་ཐོག་བྱེད་ཅེས་མི་བཟང་གཅིག་རང་ལ་ཚོང་བརྒྱབ། དེ་ཡོང་དུས་ཨ་ནི་ཡིག་ཆས་དེ་རོགས་ད་གཙོ་ཆེ་ཤོས་དེ་ག་རེད་ཟེར་ན་ཡིག་ཆས་ཚོང་གི་ཡོད་རོགས་མི་དེ་མི་སྤ་ར་ལ་ཡིག་ཆས་འཛིན་ཡ་ཅིང་དེ་མ་བྱས་པས་ན་མི་ངོ་དང་ཤེས་ལ་མ་བྱེད་ཅིག་ལ་ཨོ་ཁྱེད་གི་གསེར་གི་གའུ་ཡིན་ན་འདྲ་དངུལ་གའུ་དེ་དེ་ཞོག་ཨ་ཨ་ངས་དུས་སང་སྤྲད་དགོས་ཟེར་ན་སྤྲད་གི་མ་རེད་བ་ཁོ་ཡིག་ཆས་ཡོད་མ་རེད་བ་ཡིག་ཆས་དེ་གལ་ཆེན་པོ་ཞེ་བརྒྱད་རེད་བྱས་ཙང་འབྲོག་པས་བྱང་ཐང་འབྲོག་པས་ཚོང་བརྒྱབ་དུས་ཡིག་ཆས་བྱས་དང་ཚོང་བརྒྱབ་དུས་མི་ལ་ག་རེད་ཟེར་ན་གནོད་པ་མེད་པ་དང་མི་ལ་བརྣག་སེམས་མེད་པ་དང་གནོད་སེམས་མེད་པ་དང་མི་ལ་ཡིད་ཆེས་བྱེད། ཡིད་ཆེས་བྱེད་དེ་གལ་ཆེན་པོ་རེད་ཨང་དང་པོར་བ། ག་རེ་རེད་ཟེར་ན་ཚོང་པ་དེ་ཁོ་ག་རེ་ཟེར་ན་ཕན་ཚུན་ཡིད་ཆེས་ཡོད་པ་ཕན་ཚུན་གཅིག་བསྟེན་ས་དང་གཞི་བཅོལ་ས་ཡོད་པ་ལོ་དང་ལོ་བྱས་བྱས་མི་རབས་ནས་མི་རབས་བྱས་བྱས་ཨ་ནི་ཕར་ཚུར་གཅིག་ཕར་ཕྱོགས་དང་ཚུར་ཕྱོགས་གཉིས་འདོད་བློ་གང་ཡག་གཅིག་དང་ཕར་ཕྱོགས་དང་ཚུར་ཕྱོགས་གཉིས་གཅིག་ཁེ་ཕན་གཅིག་ཡག་པོ་གཅིག་སྒྲུབ་ཐུབ་ཡག་དང་དེ་འདྲས་ཞིག་རེད་མ་དེ་ཨ་ནི་ག་རེ་ཟེར་ན་ཕར་ལ་མགོ་སྐོར་བཏང་ཡག་དང་གཅིག་གཡོ་སྒྱུ་བྱེད་ཡག་དང་གཅིག་ངག་ཁེབས་སང་ཡོང་ཡག་དང་ཁོ་བལ་ཏེ་ཁོའི་མགོ་གཏིབ་ཡག་དང་དེ་འདྲས་ཀྱི་བསམ་བློ་དེ་ཁྱོན་ནས་ཡོག་མ་རེད་དེ་ཡིག་ག་ར་ཟེར་ན་གསལ་བོ་ཞེ་དྲག་རེད་དེ་ནས་ནས་མཚོན་ཐུབ་གི་འདུག་ཨ་ནེ་འདི་མེད་པས་ཨ་ནེ་ག་ར་ཟེར་ན་ད་སེམས་ཅན་གྱི་རིགས་ཡིན་ནས་འདྲ་ཨ་ནེ་ཅེས་ད་སྤུ་བལ་རེད་བ་སེམས་ཅན་འདི་ག་ར་ཟེར་ན་སྤུ་དང་བལ་སྤུ་འདི་ག་ར་ཟེར་ན་ར་ལ་ནས་རེ་དགོས་ཡོག་རེད

ཚོང་ཤོག་དང་ངོ་ཤེས་ཡོད་ཅིང། ངོ་ཤེས་ཀྱི་ཁྱོན་ནང་མི་རབས་བརྒྱད་དེ་ནས་ཚོང་གཡར་ནས་ཉོ་ཚོང་རྒྱག་པ་དང། ག་སི་ལོ་ངོ་སོགས་སྤྲོད་རྒྱུ་མེད་ན་གང་ལྟར་མ་བཞག་པ་སོགས་ཡིད་ཆེས་དང་དྲང་བདེན་གྱི་ཚོང་གཉེར་བྱེད་པའི་སྐོར་གསུངས་ཡོད། འོ་ན་ཞིང་ཐོག་འབྲུག་པའི་ཆེས་མཐོའི་ཆུ་འབྱུང་ཁུལ་ར་ལུའི་མཚོ་གཞུང་བཤད་སྟངས་དེ་ཅི་འདྲ་ཡིན་གྱི་རེད་ཟེར་ན།

ཡོད་མ་རེད་ཆུ་ཚོད་ཡོད་མ་རེད་དེང་སང་ཆུ་ཚོད་ཡོད་ནས་ཡང་གར་སོང་འབྲོག་པ་མང་པོ་ཅིག་གིས་ཆུ་ཚོད་དེ་བེད་སྤྱོད་བཏང་དགོས་བ་མ་རེད་ཁོ་ན་སྔ་མོ་ནས་ཅིག་བྱེད་སྟངས་དེ་སྐྱེ་གང་ག་ལོ་ཆ་ཚང་བེད་སྤྱོད་བཏང་རྗེས་ཨ་ནི་ནས་ཡང་མ་ན་ཉེ་རིང་གང་ག་ཉིན་མ་ལ་བལྟ་གི་རེད་ཡང་མ་ན་འདབ་ཚོགས་ལ་བལྟ་གི་རེད་ཡང་མ་ན་སོ་སོའི་གྲིབ་ནག་ལ་བལྟས་རྗེས་ཨ་ནི་ག་འདྲས་བྱེད་དགོས་འདུག་དེ་ཚོ་གང་ག་ལོ་ཆ་ཚང་ཅིག་འཚོ་སྐྱེལ་སྟངས་ཆ་ཚང་ཅིག་ཡོད་རེད་ཨ་ནི་དེ་ཚོ་གར་སོང་ན་མ་སྒུག་རྗེས་ཨ་ནི་རུག་རུག་བཟོ་ཡ་དང་དེ་ཚོ་གང་ག་ལོ་རག་གིས་གར་སོང་ན་སྤུ་དེ་གལ་ཆེན་པོ་ཞིག་ཡོད་ཀྱི་རེད་རག་གི་ཁུ་ལུ་དེ་དག་ཧ་ཅང་གི་རིན་ཐང་ཆེན་པོ་ཞེ་བོ་ཅིག་ཡིན་པ་དེ་ཨ་དོན་གྱི་གོང་ལ་ངས་ཞུས་ཟིན་པར་བ་ཨ་ནི་འདི་མིན་པས་ཨ་ནི་ག་རེ་ཟེར་ན་ད་འབྲོག་པས་ཨ་ནི་ར་དེ་ཅིག་གི་ཟེར་ན་གཡང་ར་ཟེར་གི་རེད་རེད་བ་ལུག་ལ་གཡང་ལུག་ཟེར་ད་གཡང་ནས་ཤིང་གཡང་དགོས་པོ་ནས་ཤིང་ད་ག་འགའ་ལ་རྒྱུ་དངོས་པོ་ག་འགའ་ལ་དེ་ནས་ཡོང་གི་ཡོད་ཅེ་ནས་ཅེ་རྒྱུ་དངོས་པོ་ཡིན་ནས་འདྲ་ལོངས་སྤྱོད་བྱེད་ཡ་ཡིན་ནས་འདྲ་དཔལ་དང་ལོངས་སྤྱོད་དང་ག་འགའ་ལ་ཡོང་ས་དེ་ག་ནས་ཡོང་བར་ཟེར་ན་སེམས་ཅན་དུ་འཛོམས་ནས་ཡོང་གི་ཡོད་ཙང་ཨ་ནི་དུ་འཛོམས་ལ་ག་རེ་ཟེར་ན་དོ་སྣང་དེ་ཤུགས་ཆེན་པོ་ཞེ་དྲག་བྱེད་ཀྱི་ཡོད་རེད་ལ་ཨ་ནེ་ད་བས་ན་ཆ་ཤས་ན་ལོས་ཟ་འདྲ་ཞིག་བཏང་པས་ཡིན་ན་ཨ་ནེ་ག་ར་ཟེར་ན་ཡང་ར་གསོ་དགོས་རེད་བ་ར་གསོ་བས་ན་ག་འདྲས་གསོ་དགོས་ཀྱི་ཡོད་མེད་རའི་ར་ཁོག་ལ་ཅིག་དར་བྱས་རེད་བ་ཨ་ནེ་རའི་ར་ཁོག་ལ་དར་བྱས་མར་ཅིག་དར་བས་ཡིན་ནའི་འདྲ་ཨ་ནེ་ཅིག་རྩ་རྒྱབ་བས་ཡིན་ནའི་འདྲ་དང་ཅིག་དར་ཅོག་འདྲ་ཅིག་གྲགས་བས་ཡིན་ནའི་འདྲ་དུང་ཚོ་གངྒཱ་ལོག་ལ་ཤེས་པ་ཞེ་བརྒྱད་བརྒྱབ་རྒྱུ་བ་རེད་ཤེས་པ་དུང་ཚོ་གངྒཱ་ལོག་ད་གངྒཱ་ལོག་ཁ་རྒྱུན་རིང་ནས་རང་རེད་བ་ཁོ་དེབ་ནང་ལོག་ལ་མཐོང་ཡ་ཡོད་མ་རེད

ཁྱད་ཆོས་ཡོད་པ་དང་ཨ་ན་སོ་སོས་ག་རེ་ཟེར་ན་བྱེད་སྟངས་དང་དུང་ཚོ་གང་ལོག་ཨ་ན་ཡི་ཅིག་ཤེས་པ་རྒྱལ་ཡག་ཅོག་རོགས་གཡག་ལ་ནི་གཡག་གི་ཤེས་པ་རྒྱལ་ཡག་ཡོག་རེད་ཨ་ན་ར་ལ་ནི་ར་ཡི་ཤེས་པ་རྒྱལ་ཡག་ཡོག་རེད་ལུག་ནི་ལུག་གི་ཤེས་པ་རྒྱལ་ཡག་ཡོག་རེད་དུང་ཚོ་གང་ག་ལོག་ད་རེ་རེ་བྱེད་ཞུ་མ་དགོས་པ་བྱེད་ལོག་ཟེར་ད་དཔེར་ན་ཆ་ཤ་བས་ན་ད་ར་ཅོ་དེ་ལ་དར་བས་ན་རོགས་ཨ་ནི་ར་ཅོ་དེ་ལ་ག་རེ་ཟེར་ན་ཅིག་མར་དུང་ཚོ་ཁྱེར་ཅིག་དར་རོ་རོགས་ཨ་ནི་དཔེར་ན་ཆ་ཤ་ན་དར་རོ་དར་རོ་བསྟན་པ་དར་རོ་ནི་སངས་རྒྱས་ཀྱི་བསྟན་པ་དར་རོ་དེ་རིང་ནས་དར་སང་ཉིན་ནས་དར་ནམ་ཡང་དར

ཤེས་པ་ཤུགས་ཆེན་པོ་ཞེ་དྲག་རྒྱག་ཡོད་རེད། དར་རོ་ནང་ཅིག་བསྟན་པ་དར་བ་ཡིན་ནའི་འདྲ་ཨ་ནེ་ཅིག་ཚོང་ལས་ཅིག་དར་བ་ཡིན་ནའི་འདྲ་ཨ་ནེ་ཅིག་རྒྱུ་རྒྱུ་དངོས་པོ་དང་ལོངས་སྤྱོད་དར་བ་ཡིན་ནའི་འདྲ་དུང་ཚོ་གང་ག་ལོག་ག་རེད་ཟེར་ན་ད་ཨ་ནེ་ལྷོ་གི་ཅིག་ལྷོ་མོན་གི་འབྲུག་ཡིན་ནའི་འདྲ་ཨ་ནེ་ཅིག་བྱང་ཐང་གི་ཚ་ཡིན་ནའི་འདྲ་ཨ་དུང་ཚོ་ཕར་ཚུར་ཅིག་ཚོང་རྒྱག་ཡ་ལ་ནུས་པ་ཧ་ཅང་ཆེན་པོ་ཐོན་ཡག་འདི་ག་ར་ཟེར་ན་སེམས་ཅན་འདི་བརྒྱད་ཀྱི་ཐོན་དགོས་བ་རེད་སེམས་ཅན་ག་ར་ཟེར་ན་ལུག་འདི་བརྒྱད་རེད་བ་ད་ལུག་འདི་བརྒྱད་ག་ར་ཟེར་ན་ཚ་འདི་ཚ་ཚོང་བྱེད་དུས་ལུག་སྟོང་ཕྲག་མང་པོ་ཅིག་བསྡད་རྗེས་ཚེ་གང་ལ་ཅིག་ཚ་འདི་ལུག་གང་ལ་བསྐྱལ་རྗེས་འགྲོ་བ་རེད་ཨ་ནེ་ག་ར་ཟེར་ན་ད་ཡང་ཅིག་ཚ་འདི་བརྒྱད་ག་ང་ལོག་ཕེ་ནས་བྱང་ཚ་ཁ་ནས་བྱང་ཚ་འདི་བརྒྱད་ཁེལ་ཡོང་དུས་ཨ་ནེ་བྱང་ཚ་ཁ་ནས་མར་ལྷོ་རོང་ལ་ཕྱིན་པས་ན་ད་དངོས་འབྲེལ་བྱས་ན་ད་འདྲ་ཅིག་རླངས་འཁོར་ནང་ལོག་བསྡད་པས་ན་ཆུ་ཚོད་གསུམ་བཞི་གཅིག་འགྲོ་ཡ་དང་ཡང་མ་ན་ཉིན་བརྒྱད་ལས་ལས་འགྲོ་ཡ་གཅིག་རེད་དེ་སྐབས་དེ་དུས་ཟླ་བ་རང་འགོར་འགྲོ་ཟླ་བ་འདར་གང་རང་ལས་འགྲོ་བ་རེད་ཨ་ནི་ག་རེ་རེད་ཟེར་ན་ར་འདི་སྐྱེས་དང་ལུག་དང་ལྷག་པར་དུ་ལུག་འདི་སྐྱེས་གི་གཅིག་ཁལ་གཅིག་འདི་གཅིག་གིན་རེད་ཁལ་ག་རེ་ཟེར་ཟླ་གས་ཟེར་ཡ་ཞིག་ཡོད་རེད་ཟླ་གས་གཅིག་གྲུབ་བཞི་གཞུང་བཅུ་ཞིག་ཡོད་རེད་དཀྱིལ་དེ་ལ་གཅིག་འདི་བྱས་འདྲེ་དེ་སྐྱོག་ཅིག་ཞོག་དེ་ཕྱོགས་ལས་ཚ་ལུག་ཞོག་འདི་ཕྱོགས་ལས་ཚ་ལུག་དེ་ག་ང་ལོག་ལུག་གང་ལ་སྐྱེས་ཨ་ནི་ག་རེ་ཟེར་ན་ལུག་གི་འདི་འདྲས་བྱས་འགྲོ་དུས་ཨ་ནི་ད་རིས

ནས་འགྲོ་ཡག་དང་དེ་ཡིན་དུས་ཁ་རས་ཟེར་ན་སེམས་ཅན་འདི་བརྒྱད་ཀྱིས་ལྷག་པར་དུ་ལུག་དང་ཚུར་བ་ལུག་སྟོང་ཕྲག་མང་པོ་ཡོད་དུས་ལུག་ཁ་ཅིག་ཁ་རས་ཟེར་ན་ད་རོང་ལ་མར་འགྲོ་ཡོང་དུས་ཨ་ནེ་འདི་བྱེད་ཀྱི་ཡོད་ཟེར་དུ་བ་ཁ་རས་ཟེར་ན་ཚ་དང་དུ་ཚོ་གས་བ་ལ་འབྱར་བྱས་རེད་བ་ཀན་ཀན་གས་བ་གས་ཅིག་པགས་པ་དང་ཨ་ནེ་སྤུ་དང་དེ་ཚ་གས་ཅིག་ད་གས་ཟེར་ཡ་དུ་ཚོ་མཉམ་པོ་འབྱར་བྱས་རེད་བ་ཨ་ནེ་མར་རོང་ལ་སླེབས་ཡོང་དུས་དཔེ་དེ་ཁོག་ལྐོག་ནས་ལྐོག་ཁག་པོ་བྱས་བ་དེ་འདྲས་ཅིག་ཆགས་བསྡད་ཀྱི་ཡོད་རེད་དེ་གས་ཙམ་གས་ཨ་ནེ་ཅིག་དཀའ་ལས་ཅིག་རྒྱབ་བྱས་ཡོང་དུས་ཨ་ནི་མི་ཡིས་ག་རེ་ཟེར་ན་ལོ་གསར་བའི་གང་ལ་ཁོ་གསོལ་ཡག་གི་རྒྱུ་མཚན་ག་རེ་ཟེར་ན་ཨ་ནི་ཁོ་ལ་ཅིག་སྐད་འཕྲིན་གསོལ་ཡག་དང་རེ་བ་ཨ་ནི་ད་ཁོ་མུ་མཐུད་ནས་ད་དཀའ་ལས་རྒྱག་གོ་རེད་ད་ང་ལ་ཞབས་ཕྱི་ཞུ་གོ་རེད་ང་ལ་ཞབས་འདེགས་ཞུ་གོ་རེད་ཨ་ནི་ཁྱེད་རང་ལ་སྐད་འཕྲིན་ཆད་ཡོད་མ་རེད་ཁྱེད་རང་མེད་པ་ཡིན་ན་ཨ་ང་འཚོ་རྟེན་དུ་ཡོང་གོ་བ་མ་རེད་ཨ་ང་ཚོང་ཚོང་རྒྱག་ག་རོང་ལ་ཅིག་ཕྱིན་པ་ཡིན་ན་འདྲ་ལྷོ་དང་མོན་མཆོག་ལ་ཚོང་རྒྱག་ག་ཕྱིན་པ་ཡིན་ན་ཨ་ང་ཅུ་གོ་གི་ཅིག་བསྟན་པ་ཡིན་ན་རེ་བ་ང་རེད་རྐང་པ་རྒྱབ་ཅིག་ཅལ་ལག་དེ་རྒྱབ་མཁས་པ་ཡིན་ན་ཨ་ནི་དཀའ་ལས་གཅིག་དཀའ་ལས་བསམ་ཡུལ་ལས་འདས་པ་ཡོང་གི་རེད་ཨ་ནི་ཧི་ནས་ད་སེམས་ཅན་དེ་རྗེས་ཀྱི་ང་ཡང་དེ་ཅིག་ཨ་ནི་སྙམ་བོ་ཅིག་ཕྱིན་བྱས་རེད་བ་ཨ་ནི་ང་ཡང་ཅིག་འདོད་བློ་གང་ག་ལོག་བསྐང་ཐུབ་ཀི་ཡོད་རེད་ངས་རེ་བ་གང་ག་ལོག་སྒྲུབ་ཐུབ་ཀི་ཡོད་རེད་ངས་བྱེད་དགོས་ཡག་གང་ག་ལོག་བྱེད་ཐུབ་ཀི་ཡོད་རེད་ང་ལ་གོ་ཡག་འབྲུ་དེ་ཡོང་གི་འོ་རེད་ལྷོ་མོན་ལ་གོ་ཡག་གི་ཚགས་དེ་ཡོང་གི་འོ་རེད་དུ་ཚོ་གང་ག་ལོག་ཧང་སང་ཡག་གི་ཅིག་གལ་ཆེན་པོ་ཡིན་ཙང་ཨ་ནི་ལོས་ས་གང་ན་ཡིན་ཅིག་ཨ་ནི་ཨང་དང་པོ་དེ་ཨ་ནི་རི་ལུགས་དེ་གསོ་དགོས་ཡ་རོ། ཨ་རི་ལུགས་གསོ་ཡ་དེ་མ་གཞི་གཞན་ནས་གཅིག་གི་རིག་གནས་གཞན་དག་ཅིག་ཡང་ཁོ་གཅིག་གསར་བརྗེ་གཞན་དག་ཅིག་ལ་བཤད་དགོས་ཡ་ཅིག་རེད་དེ་ཨེ་ནས་ག་རེ་ཟེར་ན་ཁོ་ཚོང་དོན་དེ་དང་ཧ་ཅང་གི་འབྲེལ་བ་དམ་པོ་ཅིག་ཡོད་བསྡད་ཀྱི་ཡོད་རེད། མདོར་བསྡུས་ནས་བཤད་ན་ད་ག་རེ་ཟེར་ན་འབྲོག་པའི་ཨ་ནི་འཚོ་བ་དེ་རྒྱལ་ཚོང་རྒྱབ་པའི་ཡིན་ནས་འདྲ་ཨ་ནི་བྱང་ཐང་གི་ཚགས་ལེན་ནས་འདྲ་ལྷོ་མོན་གྱི་འབྲུ་ལེན་ནས་འདྲ་ཨ་ནི་གཟབ་རྒྱས་ཀྱི་རིགས་ག་རེ་ལེན་པའི་ཡིན་ནས་ཨ་ནི་སེམས་ཅན་གྱི་གོ་ཆུ་དུང་ཚོ་ལ་བརྟེན་དགོས་འོ་རེད་གོ་ཆུ་དུང་ཚོ་བའི་ཕན་ཐོགས་ཞེ་དྲག་ཡོད་རེད་ལ་ཨ་ནི་ག་རེ་རེད་ཟེར་ན་སོ་སོས་དཀའ་ལས་ཅིག་མ་བརྒྱབ་ན་ཡོང་དགོས་བ་མ་རེད་ཨ་ནི་དཀའ་ལས་ཅིག་བརྒྱབ་ཡོད་ན་ག་རེ་རེད་ཟེར་ན་ཨ་ནི། ཅིག་དོ་ཟླ་ག་རེ་ནས་འགྲུབ་ཐུབ་ཀི་རེད་དཀའ་ལས་མ་བརྒྱབ་ཅིག་བསྡད་བཞག་པས་ན་དོ་ཟླ་ག་རེ་ནས་འགྲུབ་ཐུབ་ཀི་མ་རེད། ག་རེ་ཟེར་ན། ཅིག་འབྲོག་པའི་ཁ་རྒྱུན་ཅིག་ལ་ཡོད་རེད་ཁ་རྒྱུན་ལ་ག་རེ་ཟེར་གི་རེད་ཟེར་ན། ཡང་མེད་ན་ད་ཚ་ལེན་དུས་རེད་བ་བྱང་ཚ་ལེན་དུས་ཡང་མེད་ན་གཡའུ་དེ་ཤི་ཡོང་ཡང་མེད་ན་བྱང་ཚ་དེ་ལོན་ཡོང། ད་དེ་ག་རེ་ཟེར་ན།

གཞུང་ཚར་ལྷོང་འདྲེན་བྱས་པ་ལ་ལུགས་བཀའ་འདྲི་བྱས་པས་གཞུང་ཐུང་འབྲུག་པའི་ལུགས་དེ་ག་ཆེན་པོ་བརྩིས་ནས་ལོ་གསར་སྐར་ཐོག་མར་ལུས་ལ་བཀའ་དྲིན་མཚོན་པའི་ལུགས་སྲོལ་བྱས་པའི་སྐོར་གསུངས་ཡོད། ལན་ཚྭའི་རྒྱུད་མའི་ནང་བོད་ལྗོངས་ཤིང་ཚོང་ཚན་རིག་ཁང་གི་ཞིབ་འཇུག་པ་གུ་གེ་ཚེ་རིང་རྒྱལ་པོ་ལགས་ཀྱིས་ང་ཚོ་ལ་མངའ་རིས་མི་ཡིས་ཁ་སྐད་ཀྱི་སྐོར་མཆན་འགྲེལ་གནང་རྒྱུ་ཡིན་པས་སྐུ་ཉོན་གྱིས་དུས་ཐོག་ཏུ་གཟིགས་པར་དགའ་བསུ་ཞུ།